བོད་དོན་གྱི་གནས་ཚུལ་ཆ་ཤས་ནས་ཇི་ཙམ་གྱི་བོད་པའི་མི་གཅིག་ག་སུ་རེད་ང་ཚོ་ལོ་སྟོང་ཕྲག་རིང་གི་ཆོས་དང་རིག་གཞུང་འདི་འདིར་ང་རང་ཚོའི་སྐད་ཡིག་ནང་ལ་ཆ་ཚང་ཡོད་བསྡད་པ་བཀའ་འགྱུར་བསྟན་འགྱུར་པོ་ཏི་སུམ་བརྒྱ་ཞིག་བོད་ཡིག་ནང་ལ་ཡོད་བསྡད་པ་བྱས་བྱས་དེ་འདྲའི་ཅིག་གིས་ད་མི་རིགས་རིག་གཞུང་ཚད་མཐོ་པོ་ཡོད་བསྡད་པ། དང། ལོ་སྟོང་ཕྲག་རིང་ལ་ཡང་རིག་གཞུང་འདི་གོམས་ནས་ཡ་རབས་བཟང་སྤྱོད་ཡོད་བསྡད་པ་ཅིག་ཡིན། དེ་འདྲ་ཅིག་ཆགས་བསྡད་དུས། ང་ཚོ་རྒྱ་མི་དང་མཉམ་འདུག་ལ་ཡ་དར་འཁྱེར་ས་དང་རྒྱ་མིའི་ནང་ནས་བོད་ཀྱི་ནང་ཆོས་ལ་དམིགས་བསལ་གྱི་དོ་སྣང་བྱས་ནས་བོད་ཀྱི་ནང་ཆོས་སློབ་སྦྱོང་བྱས་ནང་ཆོས་ཉམས་ལེན་བྱེད་མཁན་དར་འཁྱེར་ས་རྒྱ་རིགས་ནང་ལས་མང་རུ་མང་རུ་མང་རུ་མང་འགྲོ་གི་འདུག་ག། ཆེས་གང་ལྟར་ང་ཚོ་བོད་པའི་ཆོས་དང་རིག་གཞུང་བོད་ཡིག་ནང་ལ་ཡོད་བསྡད་པ་འདི་བོད་མི་རིགས་ཟུར་གསལ་ཡིན་པའི་མཚོན་རྟགས་རུ་ཆགས་ཡོང་གི་ཡོད་རེད་དེ་སོང། ད་དེ་འདྲ་ཡིན་དུས་ང་ཚོ་ཆབ་སྲིད་ཀྱི་ཐོག་ནས་བཤད་པ་ཡིན་ནའི་ཇི་ཙམ་གྱི་བོད་པའི་ཆོས་དང་རིག་གཞུང་དམིགས་བསལ་ཅན་ཡོད་བསྡད་པ་འདི་བདག་པོ་ཡག་པོ་ཞིག་བརྒྱབ་ཐུབ་ན་དེའི་ཚོད་ཀྱིས་ཀ་ད་མི་རིགས་ཀྱི་སྒོ་རྣམ་དབྱེ་བ་དེ་ཐོན་བསྡད་མཁན་གཅིག་དང་དེ་དང་འབྲེལ་ནས་མི་རིགས་ཀྱི་ཐོབ་ཐང་གི་གཞི་ཆེ་ལེ་ཡོང་དགོས་པ་ཨེ་ང་ཚོ་དབུ་མའི་ལམ་ཟེར་ཏེ་ཨ་དེ་ཨེ་ནི་ཨེ་ང་ཚོ་རང་བཙན་ཟེར་ནས་ཨེ་བཤད་བསྡད་ན་ཨེ་ནི། ཤིང་སྟག་སིམ་ལའི་ཆིངས་ཡིག་ནག་ལྷོ་ལ་བོད་ཕྱི་ནང་གཉིས། བོད་ཕྱི་མ་སི་ལབ་དུས་ད་རང་སྐྱོང་བྱུང་ཁུངས་འདི་རེད་ག་འདི་བོད་རང་ཁྱབ་ཁུངས་འདི་རེད། བོད་ནང་མ་སི་དུས་མདོ་སྟོད་སྨད་གཉིས་པོ་འདི་རེད། དེ་འདྲའི་ཅིག་གིས་ད་བོད་ཕྱི་མ་ཟེར་དེ་ག་འདི་བོད་རང་གི་ཁྱབ་ཁུངས་འདི་ཆགས་པ་རེད། དེ་མི་དྲང་ཕལ་ཆེར་ད་ས་ཡ་གཉིས་མ་སུམ་ཅུ་མ་གཏོགས་ཡོད་མ་རེད། ད་ང་ཚོ། བོད་མི་རིགས་རྒྱ་ནག་རང་གི་རྩ་ཁྲིམས་ནང་ལ་ཨེ་ནི་བོད་རིགས་ཀྱི་ས་ཁུལ་ཡིན་པ་ལ་ངོས་འཛིན་ཡོད་དེ་བས་ས་ཆ་དེའི་དེ་ད་བོད་རིགས་ཀྱི་ག་སོ་ད་རང་སྐྱོང་ལྗོངས་ཟེར་ཡ་རོ་རང་སྐྱོང་ཤན་ཟེར་ཡ་རོ་རང་སྐྱོང་ཁུལ་ཟེར་ཡ་རོ་བོད་རིགས་ཀྱི་ཡིན་པའི་ངོས་འཛིན་ཡོད་དེ་བས་ཅིག་གིས་རྒྱ་ནག་རྩ་ཁྲིམས་ནང་ལ་གསལ་དེ་བ་དེའི་དེ་ཚང་མ་ལོག་ལ་ཐོབ་ཐང་གཅིག་པ་གོ་གི་ཡོད།

ང་ཚོ་བོད་བོད་རིགས་ཡོངས་རྫོགས་ལ་སྐད་ཆ་བཤད་ཡོང་ན་ཨེ་ནི་བོད་བོད་ནང་མ་ཟེར་ནས་ད་མདོ་སྟོད་སྨད་ཀྱི་ས་ཁུལ་དེ་དེ་ང་ཚོ་ཚང་མ་གཅིག་གྱུར་བྱས་བྱས་ད་ཨ་མདའ་བོད་པའི་བསམ་བློའི་ནང་ལ་ཡ་བའི་ཆོལ་ཁ་གསུམ་གྱི་བོད་རིགས་ཡོངས་རྫོགས་ལོ་བའི་གཅིག་གྱུར་གྱི་འདུ་ཤེས་ཞེ་དྲག་ཡག་པོ་འདུག་བ་དེ་རུ་ཁྱེར་ས་ས་དེ་འདྲ་ཡིན་དུས་ད། གང་ལྟར་ང་ཚོ་ཀྲུང་ཧྭ་རིམ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་ཁོའི་ནང་ལོགས་ལ་ང་ཚོ་བསྡད་ཀྱི་ཡིན། ཨ་ནི་རྒྱ་ནག་གི་རྩ་ཁྲིམས་ནང་ལ་བོད་རིགས་ཀྱི་ས་ཁུལ་ཡིན་པ་ངོས་འཛིན་ཡོད་པ་དེ་དེ་ཚང་མ་ལོགས་ལ་ཐོབ་ཐང་གཅིག་པ་ཞིག་གོ་གི་འདུག། ཨིན་ད་རི་ཀ་ས་རྒྱག་རིགས་ནང་ལ། བོད་ཀྱི་ནང་པའི་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ད། ལོ་ཁ་ཤས་ཤིག་གོང་ལ་ཡང་པེ་ཅིང་གི University གི་ཨེ་ནི་རྒྱ་ནག་ནང་ལ་ནང་པ་ག་ཚོད་ཡོད་མེད་ཨེ་ནི་ཞིབ་འཇུག་བྱས་པ་རེད་དེ་དུས་ནང་པ་ས་ཡ་སུམ་བརྒྱ་ལྷག་ཅིག་ཟིག་འདུག་ཨ། ད་ད་རི་སྐད་ས་རྒྱ་ནག་ནང་ལ་ནང་པ་བྱེད་མཁན་ཕལ་ཆེར་ས་ཡ་བཞི་བརྒྱ། མ་སུམ་བརྩེགས་བཞི་ལ་སོགས་བཞི་འདུག། ལོ་རེ་ནས་ལོ་རེ་ནང་པ་མང་རུང་མང་རུང་འགྲོ་བསྡད་ཀྱི་འདུག་ག་དེ་རྒྱ་རིའི་ནང་པ་དེ་ཚོའི་གྲས་ཀྱིས་བོད་ཀྱི་ནང་པའི་ཕྱོགས་ལ་ཡ་ཞི་བོ་ཅིག་གི་དགའ་མོས་བྱེད་ཀྱི་ཡོད། ཚ་དེ་འདྲ་ཡིན་དུས་ང་ཚོ་དེ་ཁ་བྲལ་བྱས་ནས་དགེ་བཤེས་མེད་པའི་ཆེད་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་སྤྱི་མཐུན་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་ལོག་ལ་བསྡད་ཀྱི་ཡིན། དེ་ནི་ང་ཚོ་ཐོབ་ཐང་དེ་མི་རིགས་ཀྱི་ཆོས་དང་རིག་གཞུང

སློབ་སྦྱོང་བྱེད་མཁན་དཔེར་ན་ང་ཚོ་གདན་ས་གསུམ་ནང་ཆ་བཞག་ན་ཕལ་ཆེར་ཧི་མ་ལ་ཡའི་རི་རྒྱུད་ནས་རྒྱ་གར་མི་རིགས་ཧ་ལམ་སྟོང་ཕྲག་བཞི་ལྔ་ཅིག་གདན་ས་ཚོར་ཡང་སློབ་སྦྱོང་བྱེད་བསྡད་ཀྱི་ཡོད་རེད། བྱས་ཙང་ཀ་ད་དེ་བོད་ཀྱི་ཆོས་དང་རིག་གཞུང་གཅིག་གྱུར་བྱེད་ནས་ཉམས་ལེན་བྱེད་མཁན་ཐོས་བསམ་སྒོམ་གསུམ་བྱེད་མཁན་ཧི་མ་ལ་ཡའི་རི་རྒྱུད་ནུབ་ལ་དྭགས་ནས་ཤར་མོན་པོ་འདུག་ག་ད་ལྟ་ང་ཚོ་བོད་པ་འདྲ་བ་ཞི་བུ་ཤུགས་ཆེན་པོ་ཡོད་རེད་ལ། བཟའ་ཟླ་འདི་ཡི་འདི་གི་ཆོས་དད། ཅིག་སྔོན་ནས་ཅིག་བ་ཆོས་ལ་ཤེས་ནས་དད་པ་ཐོབ་ཡག་ཅིག་གི་ད་འདི་ཞི་རག་ཡར་རྒྱས་འགྲོ་བསྡད་གི་འདུག་བྱས་ཙང་ང་ཚོ་ཕྱོགས་གཅིག་ནས་བཙན་བྱོལ་བ་ཆགས་པ་རེད་སེམས་སྐྱོ་བོ་རེད་དང་ཕྱོགས་གཅིག་ནས་བསམ་བློ་བཏང་ན་ང་ཚོ་བོད་ལ་ཡོད་བསྡད་པའི་ཆོས་དང་རིག་གཞུང་གཏིང་ཟབ་ཅིག་ཡོད་བསྡད་པ་འདི། ང་ཚོ་བོད་པ་རྐྱང་རྐྱང་གིས་བདག་པོ་རྒྱབ་བསྡད་པ་མ་ཡིན་པར་འཛམ་བུ་གླིང་སྤྱི་ལ་ངས་དང་པོ་ཧི་མ་ལ་ཡའི་རི་རྒྱུད་དེ་ནས་བྱས་ནས་ཨེ་ནི་རྒྱ་གར་ནང་ལའི་ག་ལ་ག་ཚོར་ཡོད་པ་རེད་ཨེ་ནི་ནང་པའི་ཡུལ་གྲུ་ཁག་མང་དགུ་ཅིག་ལ་ད་ང་ཚོ་འབྲེལ་བ་བྱེད་ཀྱི་ཡོད་རེད། ད་ང་ཀོ་རི་ཡའི་ཆོས་གྲོགས་ཚོ་ཨེ་ནི། ལོ་ལྟར་རེ་བཞིན་ཀོ་རི་ཡའི་ནང་པའི།

དེ་འདྲ་ཅིག་དང་དུས་ཚོད་སླེབས་པ་རེད། དེ་ཙམ་ངས་ནམ་རྒྱུན་རྟག་པར་དེ་ཟེར་གྱི་ཡོད། ང་ཚོ་བོད་པ་ཚོ་སོ་སོར་ལུང་པ་བྲལ་ཆེད་བཙན་བྱོལ་བ་ཆགས་པ་དེ། ཐབས་སྐྱོ་བོ་ཞག་རེ་དེ་ཡིན་ནའི་རྐྱེན་ངན་གྲོགས་ལ་ཤར་བའི་སོར་ཅིག། རྐྱེན་ངན་བྱུང་པ་དེས་ད་ང་ཚོ་འཛམ་བུ་གླིང་བོད་པ་དང་ཤེས་ཡོན་ཅན་མང་པོ་ཅིག་འཛམ་བུ་གླིང་རང་དབང་ལུང་པར་སླེབས། འཛམ་བུ་གླིང་ག་སོག་ཤར་ནུབ་ག་སོག་ག་ལ་ཡང་ད་འདྲ་བ་ཅིག་ཆགས་ཡོད་འདོད། གང་ལྟར་བོད་པའི་ཆོས་དང་རིག་གཞུང་དེ་སྔ་ད། མ་ཤི་ངས་དེ་ཚོའི་གྲས་ཀྱི་ད་གཞི་ནས་བོད་ཀྱི་ཆོས་དང་རིག་གཞུང་གཏིང་ཟབ་ཞིག་འདུག་ཟེར་ནས་དགའ་མོས་བྱེད་མཁན་ཤུགས་ཆེར་ཆེར་འགྲོ་བསྡད་ཀྱི་འདུག་ཟེར་ན་དེ་ཨེ་ནི་རྐྱེན་ངན་གྲོགས་ལ་ཤ་རེ་སོགས་ལ་ཅི་རེད། ད་ད་དུང་ཡིན་ན་ཡང་ང་ཚོ་བོད་རིགས་ཡིན་ལོ་ཅོག་ད་ག་ནང་བཞིན་གྱི་ཨེ་ནི་བོད་ཀྱི་ཆོས་དང་རིག་གཞུང་ཉམས་ལེན་བྱེད་མཁན་ད་ཁྱེད་རང་ཚོ་ཨེ་ནི་སོག་སོག་རིགས་སུ་ཆ་བཞག་ནས་བོད་ཀྱི་ཆོས་དང་རིག་གཞུང་ཉམས་ལེན་བྱེད་མཁན་ང་ཚོ་གཅིག་གྱུར་རེད། ཨན་ཁྱེད་རང་ཚོ་ཀོའུ་རི་ཡའི་ཆ་བཞག་ནས་སངས་རྒྱས་པའི་ཆོས་སྤྱི་དང་ལྷག་པར་ནཱ་ལེནྡྲའི་ཆོས་བརྒྱུད་ཉམས་ལེན་བྱེད་མཁན་གཅིག་པ་རེད། ཤི་རུ་སྙིང་ཁུ་གཏོད་མཁན་གཅིག་པ་རེད་ད་དེ་འདྲ་ཡིན་དུས་ང་རང་ཚང་མ་ལོག་གི། དངོས་གནས་ཅིག་འཛམ་བུ་གླིང་འདི་ག་ལ་སངས་རྒྱས་པའི་ཆོས་ཉམས་ལེན་བྱེད་མཁན་གྱི་ཆོས་པ་ཚོ་དངོས་གནས་ཅིག་སེམས་པ་སེམས་པ་བཟང་པོ་དག་གཞན་ཕན་སྒྲུབ་ཡག་གི་མི་འདྲ་ཞིག་འདུག་ཟེར་ནས་འཛམ་བུ་གླིང་འདི་ག་ལ་ད་ལྟའི་དོ་སྣང་ཡོང་གི་ཡོད་རེད་ལ་ད་དུང་ཡང་དེ་འབྲེལ་གྱི་བོད་སྐད་དོ་སྣང་ཤུགས་ཆེ་རུ་འགྲོ་ཐུབ་ཡག་ཅིག་ཨེ་ཚང་བའི་འབད་རྩོལ་གནང་ཞོར་དེ་བོད་ཀྱི་དོན་དག་ལས་དེ་ཕན་གྱི་ཡོད་རེད། འཛམ་བུ་ལི་གཞི་རྩི་ལས་དེ་ཕན་གྱི་ཡོད་རེད་ཅེས་སོང་བྱས་ཙང་ཀ། ང་རང་ཚོ་ཚང་མ་ལོ་ངོ་ནས་ད་ཅིག་སྐལ་བ་བཟང་པོ་ཡིན་བསམ་པ་བྱས་ནས་བྱས་སོང་བ། ཕ་མེས་ནས་ད་ནང་པའི་ཆོས་རྩ་ཆེན་པོ་དེ་འདྲི་ཞིག་ད་ང་ཚོར།

གཤིས་ཀ་ཅིག་ཡ་རབས་ཀྱི་གཤིས་ཀ་ཅིག་ཡོད་པ་ཡིན་དུས་དེའི་གཤིས་ཀ་དེ་ཨེ་ནི་ཨ་མི་རི་ཀའི་ཡུལ་བ་ཚོ་ལས་ད་ལྟའི་ཉེ་འཁོར་གྱི་ཡུལ་བ་ཚོ་ལ་ཡང་དེ་ཅིག་འཇགས་ན་བསམ་པས། འོ་དེ་འདྲས་ཀྱི་རེ་བ་ཡིན། ང་དེ་ལབ་མྱོང། མཆན་སོང། ཨེ་ནི་ད་ག་ནང་བཞིན་རྒྱ་གར་ནང་གི་བོད་པ་གཞིས་ཆགས་ཡོད་སའི།